ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོའི་ནང་བསྟན་དཔེ་ཚོགས་སྟེང་ནས་ཀྱི་དྲ་ཚིགས་ཀྱི་ནང་ལ་ད་ང་ཚོ་གི་བདག་དབང་ཡོད་ས་གི་དཔེ་ཆ་གི་རིགས་བསྟན་ནི་ང་ཚོ་གི་གི་ཡོང་ས་ད་ལྟ་ས་གི་རིགས་བྱེད་པ་དེ་གི་ལམ་ཁ་འདི་ཐོག་མ་ཤེས་སོང་ང། ཨོ་དེ་རེད་ད་འདི་ནང་ནས་ང་ཚོ་གི་དྲ་ཚིགས་འདི་ནང་ལ་སླེབས་དུས་ན་ད་ཨ་ནི་འདི་འདི་རེད་ཆ་ཕེབས་ཚེ་དེ་ཕོན་ཚོགས་གི་སོང་ཤ་ཚོམ་ཤོག་སྒྲིག་གི་དེབ་སྟོད་ཆ་དང་མེ་ཆ་གཉིས་ཆ་འདི་ན་ཡོད་དེ་ཡོད་རེད། ཡིན་ན་ཡང་འདི་ལ་ལྟ་བ་ལ་ཐོག་མར་ང་ཚོ་ངེས་པར་དུ་ཆ་རྐྱེན་གཅིག་ཡོད་པ་དེ་འདི། འདི་ཁྱེད་རང་ལྟ་མཁན་གསར་པ་ཅན་ན་ཨ་ནི sign up བཟོས་ནས་ད་གཞིགས་ཐོག་གསར་འགོད་ཅིག་གསར་པ་དགོས་དགོས་ཀྱི་ཡོད་རེད་ཨ་ནི་ཁྱེད་རང་སྔོན་མ་ནས་ཐོ་འགོད་ཅིག་ཟིན་པ་ཅན་ན་ཨ་ནི log in ཟེར་གྱི་ད་ནང་ཟིལ་གཅིག་བཞག་ན་འགྲིག་གི་ཡོད་རེད་ཨ་དེ་ད་ནི་ན་ང་ཚོ་འདི་གང་ལ་གནས་ཞུ་ཨ་དེར་ད་ང་ཚོ་ནང་ཟིལ་གཅིག་ཟ་གི་འགོ་སླེབས་ཏེ་ཡོད་དེ་ན་ང་ཚོ་གོ་ད sign up ཟེར་གྱི་ཡོད་ཨ་དེ་གང་ལ་འགྲོ་དགོས་ཀྱི་རེད་ངེས་པར་དུ

འདི་ནི Internet Archive གི Verification ཟེར་ནས་ད་དངུལ་ལེན་བྱ་ཡག་གི་དེ་འདྲ་གི་སྡེ་ཚན་ཅིག་ཡོད་རེད་དེ་སླེབས་བསྡད་ཡོད་རེད་སླེབས་བསྡད་འདུག་ན་ད་འདི་ན་དྲ་ཐག་ཅིག་འདུག་ཨ་དེ་གི་དྲ་ཐག་ཅིག་གི་སྒོ་ང་བྱུགས་ནས་འོ་འདི་ད་ང་ཚོ་འདི་དངུལ་ལེན་བྱེད་དགོས་ན་ཐད་ཀར་འདི་ད་ང་ལ་ཞུ་ནས་ཟ་བ་ཡིན་ན་དེ་ནས་ད་ང་ཚོ་གི་འགྲིག་བསྡད་ཡོད་རེད་ད་འདིའི་ནང་ནས་ཡང་བསྐྱར་ཁྱེད་རང་གི་གསང་ཡོང་ཨང་གྲངས་དང་ད་ལྟ་གི་འདི་འདིའི་ནང་དྲི་དགོས་ཀྱི་ཡོད་རེད་ཁྱེད་རང་གི་འདི་ན་བྲིས།

དེ་ཁྱེད་རང་གི་དེ་ཉར་དེ་ཡོད་རེད་འདི་ན། ད་ཁྱེད་རང་གི་ཐོ་འགོད་ཀྱི་ཚར་སོང་བ་རེད་ད། འོ་ཐོ་འགོད་ཀྱི་ཚར་སོང་བ་རེད་ཐོ་འགོད་ཀྱི་ཚར་དེ་ན་ད་འདི། ཨ་ནི་ཁྱེད་ཚོ་གཅིག་གི་རང་ལ་ཁྱེད་རང་གི་དཔེ་ཆ་དེ་གཡར་ཆོག་གི་ཡོད་རེད་ཟེར། ཨ་ནི་དེ་ནི་གཡར་ས་དགོས་གི་ཡོད་རེད། འོ་འདིར་ད་ང་ཚོ་གི་དཔེ་ཆ་དེ་དབྱར་ཚར་སོང་བ་རེད་ད། ད་ང་ཚོ་གི་དཔེ་ཆ་དང་པོ་དང་གཉིས་པ་གཉིས་ཡོད་པའི་ནང་ནས་ད་དང་པོ་དེ་ལ་ལྟ་བསྡད་ཡོད་ལ་ད་འདི་གི་བར་ང་ཞིག། དེ་ནས་ལྟ་འདི་ཕྱི་རུ་བཏང་ཞིག། ད་ཁྱེད་རང་གི་ག་ཚད་ལྟ་ལྟ་རེད་ད་འདིའི་ནང་ནས་འདི།